ད་ཚོགས་དྲུང་ནས་བྱུང་བ་མ་ར་ཞི་ལོག་པ། ད་ལྟ་ལོ་གོ་ཟླ་བ་གཉིས་བ་གི་ཚེས་བཅོ་ལྔ་གི་ཉིན་ཁུལ

སོང། གཉིས་འཛིན་ཡི་གེའི་བར་དུ་ནི་ད་ཧ་གོ་མ། དེ་ནས་སོང་ནས་ཤི་ར་ཆིག་ཁྲི་རྒྱུད་ད་སོགས་ནོར་བྲག་བཟའ་ཀ་ལོགས་སུ་ཡོང་ནས་བྱུང་བ་ལོགས་རི་ཁུ་དར་ནས་བརྡལ་ནས་དེ་ནས་ནང་ནས་དམག། དམག་མི་བཞི་མ་ར་ཡོང་ནས་བྱུང་དེ་བྱས་པ་ད་ང་ལོག་པ་འཇར་ནས་བྱུང་དེ་ཚོར་ཡ་ར་ནང་བྱས་ན་ཡ་ར་འཐེན་ནས། དེ་ང་ནང་བྱས་ན་ཡ་ར་འཛིན་བཟུང་བྱས་དེའི་སྐབས་ཐོག་ཐེངས་ངས་ཁ་ཤི་ར་ཁུར་ནས་བྱུང་དེ་བྱས་པས་ད་མ་ར་དེ་རྒྱུད་ད་སོགས་ད་ན་ཨ་ནེ་ཟིག་ད་ན་འདུག་ཨ་ནེ་དེ་ཨ་ནེ་ཨ་ནེ་ཟེར་ནས། ཐ་མ་ཕྱག་འཚལ་དུ་གཟིགས་ནས་ཨ་ནི་ཁུ་ཤི་ར་ནི་ཞེས་ངག་ཞུ་དུས་སུ། དེ་ནས་སྐྲ་ནག་དྲིས་ནང་ང་ཅི་མོ་སྐྲ་ནག་བཞག་མོ་སྐྲ་ནག་བཞག་ནས་ལོག་པ་དུ་ལྕགས་བརྒྱབ་ནས་དེ་ནས་མགོ་ཁུག་མ་ནག་ཀོ་ཟི་ཀོ་འདང་ནས་མ་ལ་ནད་ནས་བྱུང་བས་ང་དཀའ་བོའི་ཚད་ནས་དེ་ནས་བྱུང་བ་འདི་ལྟ་སོང་ནས། ད་ལྟ་ཀ་སོང་ནས་བྱུང་བ་ཉེན་རྟོག་པ་གི་འདུག་ས་གི་ལྟ་ཀ་ད་ན་ཧུ་ཅིང་གི་དྲོ་དལ་སོགས་ཟེར་བ་ནོ་དེའི་ནང་ང་ཆས་ནས་སོང་ནས་ད་ལོག་པ་དུ་ཐོ་ཟོ་ཐམས་ཅད་པོ་ལྕགས་བརྒྱབ་ནས་དེ་ནི་ཁུག་མ་ལང་སྟང་ནས་འདི་གི་ཚང་མ་ལོག་ནས་ལོག་ནས་བྱུང་བས་ད་ཁ་པར་དྲ་དེ་ནས་བྱུང་བ་འདི་ཞག་གི་སྒོར་ཁུག་ར་ཁུག་མ་ཚང་མ་ཐམས་ཅད་པོ་ཁུ་ཟོ་ནང་གི་ལང

གཅིག་དེ་རེད། གཉིས་ན་སོང་ནས་བྱུང་བ་དེ་ཅག་གིས་ང་ཚོ་བོད་པ་གི་མི་དག་ཚོ་སོང་ནས་གསེར་བཏང་ནས་བྱུང་བ་དེ་ཅག་གིས་སོང་བའི་མ་ར་ཡིག་དག་ན་རྡོག་པོ་ཡོད་ནི་མ་རེད་རེད། འོ་སོང་ནས་བྱུང་བ་ཅང་གིས་ཤི་ནི་མ་རེད་རེད། འདི་གི་སྒོ་ཁ་གི་སྟེང་གི་ཏིལ་འབྲུ་གི་ཕྱི་ར་ཕག་ཏུ་ཟོག་གི་སྣང་བ་ར་མ་བཞག་ག་དེ་ཉིད་ཀྱིས་སོང་ནས་ཏུ་ཟོག་གསེར་བཏང་ན་ར་སོང་ནས་རྡོག་པོ་ཡོད་ཀི་ར་ང་ཚོ་རང་གི་མི་སོང་ནས་གསེར་བཏང་ན་ག་རེ་རྡོག་པོ་མེད་མི་ད།

ད་ཏཱ་ལའི་བླ་མ་ག་སོང་ནས་བྱུང་བ་ནི་བཞི་ཀ་དེ་བཞི་མདོ་བཞི་ཁྲུ་དཀོར་ནོ་ཅོག་མགོ་ནོ་ཧྲི་དཀོར་ནོ་ཚང་མ་ཐམས་ཅད་པོ་ཏཱ་ལའི་བླ་མ་ག་ཆེ་ཚོགས་མ་ར་ངན་སྐད་ཡིག་ནས་བཤད་ནི་རེད་ད་ཅོག་ཏཱ་ལའི་བླ་མ་ཆེ་ཚོགས་ཀྱི་དར་ཚིག་ཡོང་གི་ཟིག་ང་དེ་འདྲས་ཅིག་བྱེད་ཟིག་འོ་ཏཱ་ལའི་བླ་མ་ཡིན་ན་ང་རང་གི་རང་ག་ཡིན་ན་རང་ང་ནང་བ་སངས་རྒྱས་བའི་ཆེད་དུ་བཀའ་གི་རྗེས་འཇིག་བ་ཟིག་རེད་ཏཱ་ལའི་བླ་མ་གི་སློབ་མ་ཟིག་རེད་ང་རང་ག་ཡིན་ན་ཏཱ་ལའི་བླ་མ་ཡིན་ན་སེམས་གི་སྟེང་གི་ཞིག་རང་གི་རྣམ་ཤེས་ལྟ་བུ་སྙིང་ལྟ་བུ་ཧྲུག་ལྟ་བུ་རེད་ཟིག་ང་གཅིག་པོ་མ་རེད་འོ་མི་ས་ཡ་བཀྲིས་ར་ཚོ་ན་ཚང་མ་གི་ཏཱ་ལའི་བླ་མ་ཟེར་ན་སེམས་ཁོང་ནང་མི་ཞིག་རང་གི་ཞིག་ཚེ་འདི་དང་ཕྱི་མ་ཚང་མ་གི་སྐྱབས་མགོན་རེད། ཁོང་གི་གཟུངས་ཟི་ཀི་ད་ཅིག་གི་སོང་ནས་འཛམ་བོ་གླིང་འདི་ཞི་བདེ་གི་བྱས་རྗེས་འདི་མོ་ཟིག་བཞག་ནས་ཀྱང་འཛམ་གླིང་གི་ཞི་བདེ་གི་དེ་ཁོ་ཆེན་མོ་རེད། ཁོང་གི་ཞིག་འདི་མོ་གི་ཕྱོགས་ནས་ཀྱང་འཚེ་བ་མེད་པའི་སྒོ་ནས་ལམ་འདི་མོ་ཟིག་སྤྲིང་དགོས་ཡོད་གི་ནང་ལོག་གི་ད་སང་གི་འཕྲོག་ནོ་སྐྱོབ་ནོ་ཧྲག་ནོ་ཚང་མ་ཐམས་ཅད་པོ་ཏཱ་ལའི་བླ་མ་གི་གོ་སྒྲིག་ཡིན་ནིར་ཟེར་ན་རྒྱ་ཆ་ཆ་ནས་ངས་དེར་ངེས་ལེགས་གཅིག་ཨ་ཡེ་གོ་མེད་རྒྱ་ལས་ཏཱ་ལའི་བླ་མ་ཁོ་རང་གི་དོན་འགྲེལ་གཅིག་གསུང་ཐུབ་གི་མ་རེད། ང་རང་རང་ཚོའི་གྲྭ་བ་གྲྭ་བྱང་ཟེར་ངེས་ཟོ་བ་ཟོ་ཚང་མ་ཐམས་ཅད་པོ་སོང་བ་ཤོག་བ་དང་ཆུ་བ་དང་འཁྲུ་བ་དང་ཟེར་དུ་བཤད་ཐུབ་གི་མ་རེད་དེ་ཡིན་དུས་ད་གཟོད་ད་དེ་ནས་ཟེར་གི་ཆོག་ནས་ཟེར་ང་ཚར་བཤད་གི་ད་བྱམས་མགོན་རིན་པོ་ཆེ་ངོ་མ་གི་འོ་མི་ཟ་ཡ་ཁྲི་ཀི་ཚོམ་བུའི་ཞིག་གི་སེམས་གི་སྟེང་གི་རྣམ་ཤེས་ལྟ་བ་ཟིག་ཡོད་ན་བྱམས་མགོན་རིན་པོ་ཆེ་ཁ་འབྲལ་ཐབས་མེད་པ་དང་ལོ་རྒྱུས་གི་ཐོག་ནས་ང་ཚོ་བླ་མ་རེད་སློབ་མ་ཡེ་རེད་འོ་ན་དྭོགས་མི་ཐུབ་དུ་བླ་མ་སློབ་མ་རེད་རེད་འགྲོ་དགོས་ནི་རེད་ཡིན་ན་ང་ཚོ་ཚང་མ་གི་བྱམས་མགོན་རིན་པོ་ཆེ་མི་དགོས་ཟེར་ཐལ་ནི་མ་རེད་བྱམས་མགོན་རིན་པོ་ཆེ་ཡི་ཆེད་དུ་འདག་པ་རྩེ་གཅིག་ཏུ་འདག་དགོས་བ་རེད་དེ་ན་ད་སྐྱབས་མགོན་རིན་པོ་ཆེ་གི་ལ་ཁར་ལྟ་ཚིག་ག་འདྲ་ཡོད་ཁུ་ཟེར་མ་ཏི་ཅིག་བཤད་ཡོང་བ་ཡིན། འདི་ནས་ང་ཚོ་ཙོང་ཁྲིན་ནང་ནས་ཉི་མ་ཆ་ཚེ་བའི་ཞབས་ཏི་ནས་སོང་ནས་ཆུང་བ་ཙོང་ཁང་ནང་ང་འདི་དུས་ལྟ་སོ་ར་དེ་ཙོང་ཁང་གི་གཞན་པ་གི་ང་ཚོ་མི་ཏི་ཚོ་ཚང་མ་གི་ཐང་ཅིག་གི་སོང་ནས་ཆུང་བ་དེ་བཞག་གི་ད་གཅིག་རེ་གཉིས་སིམ་ཟི་རེ་ཚོ་ཡེ་ཨར་སན་སི་ཟི་རེ་ཏི་ཚོ་ཁོ་ཚོ་གི་རྒྱ་མི་གི་སྐད་ཆ་མ་གོ་ན་ད་ཁྱེད་རྒྱ་མི་གི་སྐད་ཆ་མ་གོ་ད་ཁྱེད་རང་སོག་རེ་བ་ཁྱོད་རང་ད་ཅིག་གླུད་རེ་བ་ཟེར་ནས་ཆུང་བ་དེ་བཞག་གི་ད་སོང་ནས་ཆུང་བ་ཨོ་ཅོག་གི་རྒྱ་མི་རེ་ཉོག་ནས་ཆུང་བ་དེ་བཞག་གི་ད་ཚང་མ་ཡར་མར་འགྲོ་མ་ཐུབ་པ་ཏི་ནས་ཆུང་བ་དེ་བཞག་གི་ཏི་མོ་ཡིན། ད་ག་རེ་ཆུ་ཚོད་ཆུ་ཟིག་བྱས་མྱོང་ལྟ་གོས་བྱས་མྱོང་ལྟ་ཟིན་ན་ད་ང་ཅིག་རྒྱ་མི་གི་སྐད་ཆ་མ་གོ་ད་ང་ཆོ་མྱོང་གི་མི་རེད་ཟེར། འོ་ད་འདི་ཡིན་འདི་ཐག་སོགས་ལས་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་དང་བཅའ་ཁྲིམས་ཀྱི་ནང་ན་གསར་མའི་ཁུལ་གྱི་མི་རིགས་ཀྱི་སྐད་དང་ཡི་གེ་དབྱིབས་སྐྱུར་ཟིག་པོ་གི་ཁུལ་གྱི་མི་རིགས་ཀྱི་དབང་ཆ་འཛིན་པོ་ཟིག་རེ་བྱུང་ན་ཐོབ་ཐང་དང་དབང་ཆ་དེ་གོ་གི་ད་ང་ཚོ་རང་གི་སྤོ་གི་ས་ཐོག་ནས་ད་འདི་སོང་འདི་བྱུང་བ་འདི་བྱུང་བོད་སྐད་མ་ཤེས་ན་བོད་ཡིག་མ་ཤེས་མ་གོས་ན་རེ་བྲལ་རྒྱ་ཡིག་རྒྱ་སྐད་མ་ཤེས་ན་བ་ལུས་རེ་སྲོག་རེ་ཟེར་ནས་ད་ཉོག་ནས་ཉལ་ས་ཡིག་ཐོག་ནང་གི་རྒྱུ་མཚན་ཆི་ཟེར་རེད། དུས་མི་ཚོད་ཀྱི་གྲྭ་བ་བཟོ་ཚང་མ་ཐམས་ཅད་པོ་དཀར་ནག་གི་དབྱེ་བ་གཅིག་ག་ར་བྱེད་རྒྱུ་མེད་ལ་དེ་བཞག་པའི་ལོ་ལོན་ཡིན་ན་ལོ་ལོན་ཡིན་ཆུང་ཆུང་ཡིན་ན་ཆུང་ཆུང་ཆུང་ཆུང་བྱ་ཡིས་ལོ་བཅུ་བཞི་བཅོ་ལྔ་ལྕམ་པོ་བཟུང་ཡོང་འདུག་གོ་ཆེ་བོ་ལོ་དྲུག་ཅུ་བདུན་ཅུ་ལྕམ་པོ་བཟུང་ཡོང་འདུག་གོ་སྐབས་དེའི་ལས་འགུལ་གྱི་ནང་ཞིག་ན་མ་ཞིག་ན་སོང་ནས་བྱུང་བ་བཟུང་ནས་བྱུང་ད་སོང་ནས་རྒྱལ་བ་གོ་འཇིག་གོང་གི་མ་ཞིག་ཀུན་མགོ་ཧམ་གོང་གི་མ་ཞིག་ག་རྙོག་ནས་བྱུང་བ་དེ་བཞག་ད་མྱུ་གུ་ཉིན་རེ་ཉིན་རེ་ལོག་པ་བསྡམས་ནས་བྱུང་བ་མོ་བྲག་གི་ནང་བཞག་ནས་བྱུང་བ་དེ་བཞག་གི་ད་ཕྱིར་ཡོང་ནས་ཁ་གི་མ་ལ་ར་ཡིག་ནས་བྱུང་བ་ཁྱབ་མ་ཡིག་ཡིག་ཡིག་ནས་བྱུང་བ་དེ་བཞག་གི་ད་ལ་ལ་གི་མགོ་དགུ་རྒྱུག་ལ་ལ་གི་ལོག་པ་ལྕི་དུམ་མོ་ཡོད་ལས་ད་ཉོག་ནས་བྱུང་བ་ད་བཙོང་ཁང་ན་ང་བསྡད་ཡོད་བ་རེད། ད་སོ་ཚང་མ་རྫ་ནག་ཅིག་ཟ་མ་བྱ་ནི་ཡོད་ནི་མ་རེད་གོ་འཇི་བྱ་ནི་ཡོད་ནི་མ་རེད་ཉག་གིས་བྱ་ནི་ཡོད་ནི་མ་རེད་ཚང་མ་གཅིག་གི་གཅིག་ག་འཇར་ནས་བྱུང་དུ་བཞག་གི་ད་བཅང་ནས་འདས་ལས་བྱུང་དུ་བཞག་ད་འོ་ཚོང་དུ་བྱུང་བ་ཡོད་ཉོག་རེད་དུམ་མོ་ཡོད་གོ་ཡོད་གི། འདི་ཚོ་ཚང་མ་ཐམས་ཅད་པོ་ཏི་ཏི་ད་རང་གི་སེམས་གི་ནང་ནས་བྱུང་དུ་བཞག་གི་འོ་ད་སེ་གི་ངོ་མ་གི་ཅིག་རང་རང་ཅིག་བོད་མི་སུ་ཡིན་དེའི་ཐག་གསོ་གི་ལས་བོད་མི་རིགས་ཀྱི་ཁྱད་དུ་ཟིན་ན་འདི་མོ་སུ་ཡོང་དེའི་ཐག་གསོ་གི་ལས་ད་ངོ་མ་རྒྱལ་བ་དཀོན་ཅིག་དཀོན་ཅོག་གི་དབང་ཆ་མེད་གི་མགོ་ཧམ་དཀོན་ཅོག་གི་དབང་ཆ་མེད་གི་ག་ལ་བཅའ་ན་མེད་གི་རྒྱ་བོད་བཅའ་སྟོན་ཡར་སྟོན་བཅའ་ན་མེད་གི་ད་འོ་ཡོང་ནས་བྱུང་བའི་ཆེས་རྒྱ་སྐྱུག་མ་ཤི་ན་རྒྱ་ཡུག་མ་ཤི་ན་ཟེར་ལས་གི་མྱུག་པོ་དེའི་ཐག་གསོ་ད་ངོ་མ་གི་དུ་གཅིག་ཤི་གི་ངོ་མ་གི་ག་གི་གཅིག་གི་ངོ་མ་གི་སྡུག་བསྔལ་ཆེན་པོ་སུ་མྱོང་གི་འོང་ད་མ་ར་སོང་དེའི་ཐག་གསོ་རབ་དུ་རེད་ད་སོང་ནས་ཅོང་ལ་མ་ར་སོང་ན་ར་ཏྲ་རི་ར་ད་བཙོང་ཁང་ན་ཨ་བཞག་གི་ཀ་ཆི་གི་བཙོང་ཁང་ན་ཨ་བཞག་དུས་ད་སོ་ར་ར་ཚང་མ་ཧེ་ཧེ་རེད་ཚང་མ་རྒྱ་མི་རེད་ང་ཚོ་གཅིག་པོ་མ་རྟོག་གི་བཙོང་ཁང་ན་ང་ཡོད་ནི་མ་རེད་སོང་ན་སོང་ནས་ཅོང་ལ་དེ་བཞག་གི་དུས་སྐྱིན་པ་དང་ནོག་གི་བཟོ་དུ་བཟོ་མ་ར་ཚང་མ་ཐམས་ཅད་གོ་ཏུ་ལུག་དགོ་གི་རེད་མིང་བྱང་ང་སོང་ནས་ཆག་གི་དུས་ཐང་ཆད་དགོ་གི་རེད་ད་འོ་སོང་ནས་ཅོང་དེ་བཞག་གི་ཁང་གོ་ན་ཧ་མི་ཡོ་བ་མ་རེད་སོང་ནས་ཅོང་ལ་དེ་བཞག་གི་བཙོང་ཁང་ནང་ནས་མ་ར་ཁྱེར་དུས་ད་སོ་ར་ཏྲ་ར་རྒྱབ་གི་གཟན་ཤོབ་སོང་ནས་ཅོང་ལ་མ་ར་ཕེ་ནས་ཅོང་དེ་བཞག་གི་མ་ར་ཡིག་བཏང་ནས་ཅོང་གི་བཙོ་བརྒྱད་ནང་ང་ཁུ་མི་ནང་ང་བདག་གི་ཡིག་བཏང་རེད་རྒྱ་བ་སོང་ནས་ཅོང་དེ་བཞག་གི་ཀྲུང་བ་གི

ད་འོ་ཐབས་ཅིག་ང་མ་ཆི་ཟི་རི་ཟི་ན་ང་སྐ་ཆ་ཆི་ཟི་ཤ་ཁི་ཟི་ན་ཅོ་ཀྲ་འཇག་གི་ཟི་དེ་ཅོང་ཅི་ཅི་ཁ་ཅོ་ལ་སྐ་ཟོང་ཟི་ཁི་ཏིན་ཧ་ཡེ་མོ་ཨར་ཧོ་རིང་བོ་རེ་ཟི་ཁྱི་འདི་ཁི་ལེ་ན་ར་ལེ་འགུ་གི་མི་ལེ་ན་ལེ་འགུ་གི་ཟི་ཅོ་ཏི་ཀ་ན་རྒྱ་བ་རིན་པོ་ཆེ་འདྲེ་བ་ཡོ་གི་ཟམ་གདོང་རིན་པོ་ཆེ་འདྲེ་བ་ཡོ་གི་ཏི་ཀ་གི་ཨ་ཅག་རིན་པོ་ཆེ་འདི་ཟོང་འདྲེ་བ་ཡོ་གི་ནང་ལོག་གི་ནང་གཟུགས་ནི་ཀྱང་ཆི་ཟི་རི་ཟི་ན་གཡང་དུམ་བུ་གི་ཤི་ཡན་ཅེ་གི་ཡེ་ཤི་ཉི་འདི་ཟོང་འདྲེ་བ་ཡོ་གི་ནང་ལོག་ནི་ཆེ་ངོ་མ་བྱ་བ་ལས་ནི་ཅོང་འདི་ཅོག་རང་གི་ཆེད་དུ་བྱ་བ་ཕྱི་ཟུར་ལས་ན་ར་ཆོད་ནུས་པ་ཡོང་གི་རེད་དེས་ན་ཕྱི་ཟུར་ན་ཁྱེད་རང་འདིའི་ནང་ནས་བྱུང་བ་དེ་ཅོག་ཚོགས་པ་བཙུགས་ནོ་གི་འགོ་བ་རེད་ཁྱེད་རང་གི་ད་བོ་ཞང་ཁྱིམ་མ་ང་གི་ནང་ང་སོང་ནས་བྱུང་བའི་ཁ་པར་རྒྱབ་ནས་བྱ་བ་ཕྱི་ཟུར་ལས་ནི་རེད་བོད་ཀྱི་རྒྱ་དར་གང་གི་དཔར་ནི་རེད་ཀ་ཆི་མོ་ཀ་གྱང་ཀ་ཆི་མོ་ཟི་དཔར་ནི་རེད་ཚོགས་པ་གི་ནི་ཆི་མོ་ཟི་ཡོད་ཁྱེད་རང་གི་ཁས་ལེ་ན་ར་ལོང་མི་ལེ་ན་ར་ལོང་ཟི་ནས་བྱུང་བ་དེ་ཅོག་ད་དེ་སྐྱག་གི་ནང་ང་བཞག་ནས་བྱུང་བ་དེ་ཅོག་ད་ཡ་ར་ནི་ཤེས་རྟགས་ནས་བྱུང་བ་དེ་ཅོག་སྐྱག་གི་ནང་ང་རྟགས་གོང་བ་ནང་ང་ཐང་ཐུག་གི་མ་བཞག་ལོག་པ་ཐང་ཐུག་གི་མ་བཞག་ཡ་ནི་ཤེས་རྟགས་ནས་བྱུང་བ་དེ་ཅོག་ད་དེ་ཚོད་ཆ་ཚུགས་ལ་ཀ་རྟགས་ནས་བྱུང་བ་དེ་ཅོག་དེ་ཀི

ཏཱ་ཡི་ན་ར་ཏའོ་ཞང་ཆིང་གི་མགོ་བ་སོགས་དང་བཅས་པའི་ཁོངས་སུ་མ་ཉོག་ཟེར་ནས་ཡང་རྫུན་བཤད། མར་ནང་གི་ཡུལ་བ་སོགས་དེར་རྫུན་བཤད། ང་རང་ག་ཡང་ལ་ཁ་ཡི་གེ་འབྲི་གི་ཞིག་ཡིན་ཐུས་ཅི་གི་ཞིག་དེ་རེད་ཙོང་ཁང་སྨན་ཁང་ནང་ནས་བྱུང་བ་ཉི་མ་ཟླ་གཅིག་ཉི་མ་ཉི་ཤུ་གཅིག་ལ་བསྡད་ནས་སྒོར་མོ་ཁྲི་ཚོ་གཉིས་ར་གཅིག་ཧ་ལས་བྱུང་བ་རེད་ཟེར་བ་ད་ཤི་ར་ཡོང་ད་ཤི་ར་ཡོང་འདི་ད་སོ་ར་དེ་རེད་ད། ང་ཤི་ར་ཡོང་འདི་ད་སོ་ང་ཚོ་གྲོགས་པོ་རིག་པས་བཤད་ན་དགོངས་པ་གི་ནང་ལོག་གི་གྲྭ་བ་ཚང་མ་ཐམས་ཅད་པོ་གྲྭ་བ་བརྒྱ་ར་བརྒྱ་ཁྱི་ཐམ་པ་བཟུང་ནས་སོང་ནི་རེད།

ད་འདི་མོ་ཚོས་ཡེ་དུས་ད་སོང་གི་ངོ་མ་གི་ཤེས་གི་ཅིག་གི་གི་སི་ར་ཅིག་ཁྲུ་དཀོན་ནོ་གཅོམ་དགོན་ནོ་སོ་དཀོན་ནོ་ཚང་མ་གུང་ཁྲན་ཏང་གི་དམག་རེད་བསམ་གྱི་འདུག་ཁྲིམས་ཏང་སྒེར་གྱི་བྱ་བ་ང་ཚོ་ལ་ག་སི་ར་ལས་ནས་ཡོང་ནས་བྱུང་བའི་དུས་ཀྱི་ད་སོང་ནས་བྱུང་བའི་ཉོག་འཇོག་ང་ཚོ་ཉོག་དགོ་གི་འཛིན་འཇོག་ང་ཚོ་འཛིན་དགོ་གི་གསོད་འཇོག་ང་ཚོ་སོད་དགོ་གི་ཡོང་ནས་བྱུང་བའི་ཁྲིམས་ཏང་སྒེར་གྱི་བྱ་བ་གི་ཚོ་སོང་ནས་བྱུང་བའི་འདི་མོ་དེ་དག་ན་ད་འོ་ཤ་ར་ཤི་ར་འཁོར་ནས་བྱུང་བའི་དུས་ཀྱི་གི་ཕྱི་ཆོས་སོང་ནས་བྱུང་བའི་ད་བེར་སྤྱི་ཐང་གི་ཁ་ཅིག་ནས་སོང་ནས་བྱུང་བའི་དབུས་གཙང་མང་མང་ཡ་ར་གཙང་ནས་བྱུང་བའི་ད་བྱ་བ་འདི་མོ་དེ་དག་ད་གཟིགས་ན་ད་ངོ་མ་གི་སེམས་གི་སྟེང་ནས་བྱུང་བ་ཅིག་གི་སྡིག་སྦྱིན་ཡོང་ནི་རེད། ད་ངོ་མ་གི་མི་རིགས་འདྲ་མཉམ་ཟིག་ཡོད་ན་ངོ་མ་གི་ཨ་ཟོང་ཟིག་གི་མར་རྒྱུད་གི་རང་དབང་ཟིག་ཡོད་ན་ཆོས་ལུགས་དར་མེད་གི་རང་དབང་གི་སྲིད་སྤྱི་ཟིག་ཡང་དག་པ་ཡོད་ན་ང་ཚོ་སེམས་ཁུང་ནང་ན་དག་པ་ཡོད་ས་གི་ལག་མ་དེ་སོང་ནས་དག་པ་ཡོད་གི་འཇུག་གོ་གི་བྱམས་བརྩེ་ཞིག་གི་འཇུག་གོ་གི་ཐ་ན་དཔའ་ར་ཐག་ཚོགས་ཚང་མ་ཐམས་ཅད་པོ་ལག་ནས་རྒྱ་གར་རིན་པོ་ཆེ་གི་དཔའ་བླངས་ནས་རིག་ས་ནས་བྱུང་འདི་ཟེར་གི་མ་ར་ནི་སེར་སྐྱ་ནས་བྱུང་བའི་ཐུང་ང་ཡིག་ནས་ཐུང་ང་ཡིག་གི་མ་ར་བཞག་ཐང་ང་ཀ་ཐུང་ང་ཧོས་ནས་ང་ཀ་འུག་ཞབས་ཏོག་གི་བཟུང་ནས་འདི་ཆེ་རྒྱབ་ནས་བྱུང་འདི་ཟེར་གི་ད་ནང་གི་ཤེག་ནས་བྱུང་འདི་ཆེ་ཆེར་ནས་ད་མ་ར་སོང་ཤོག་གོ་གི།

མདོ་མོ་གཟུགས་ཡན་ལས་བྱུང་བའི་རྟགས་འདི་ཡང་ཉོན་གོ་ནོའི་སྐབས་མཐོང་དེ་ད་ངོ་མ་ང་ཚོའི་སེམས་ཀྱི་ནང་གི་རེ་བ་གཙོ་བོ་དེ་ག་རེ་ཡིན་ཟེར་ན་ད་འཛམ་གླིང་གི་གསར་འགོད་པ་ད་གཟོད་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་པ་ད་གཟོད་གི་གསར་འགོད་པ་ད་གཟོད་ཚང་མ་ང་ཚོའི་བོད་ཀྱི་ནང་ཡོང་ཐུབ་རྒྱུ་ཡོང་ནས་གནས་ཚུལ་ངོ་མ་ཟིག་ལངས་ནས་བྱུང་བ་དེ་ཞིག་ཤེས་ཐུབ་རྒྱུ་ད་ང་ཚོ་གི་རེ་བ་ཞིག་གཙོ་བོ་ཅིག་རེད། ངོ་མ་གི་ང་ཚོ་རང་གི་ནང་ན་ཅིག་མདོ་མོ་གི་གདན་ཡོད་ནོ་མདོ་མོ་གི་ཁྲི་མ་ཐོན་ན་མདོ་མོ་གི་བྱ་བ་ཟིག་གི་སྟངས་ང་ཆུང་རྒྱ་ནག་གི་ཁྲི་མ་མི་མཐུན་གི་མདོ་མོ་གི་ཁྲིམས་འགལ་གི་བྱ་བ་ལས་སྟངས་ད་ཟིག་ལ་ང་ཚོ་གཅར་རྡུང་ཡིན་ནོ་འཛིན་བཟུང་ཡིན་ནོ་ད་བོ་མི་ང་ཟིག་སོང་ནས་བཟུང་ཡི་ཞག་བྱུང་ནོ་མི་ང་ཟིག་ད་བོ་གསལ་བཏང་ནོ་མི་ང་ཟིག་སོང་ནས་བྱུང་བས་ད་བོ་བྲིས་ནས་བྱུང་ན་ཕྱི་དྲག་ཡོད་ཡོང་ཐུབ་ཁོ་མེད་ནོ་གི་གནས་ཚུལ་མི་ང་ཟིག་ད་འདི་ད་བོ་མགོ་ཐོག་ཡོང་གི་ནི་རེད་འདི་ཚོ་ཚང་མ་ཐམས་ཅད་པོ་འདི་ར་ཏྲ་ར་ར་འཛམ་གླིང་གི་གནས་ཚུལ་གི་ངོ་མ་ལེར་ནི་ཟིག་ཡོང་ནས་གནས་ཚུལ་ངོ་མ་ཟིག་ལངས་ནས་བྱུང་བས་དེ་བཞིན་གི་སྤྱི་ཚོགས་སོང་ན་ད་ཧ་གོ་གི་རེད། འོ་ད་རྒྱལ་བ་རིན་པོ་ཆེ་གི་ང་ཚོ་འདི་ཡོང་ནས་བྱུང་བ་དེ་བཞག་ངོ་མ་གི་ངན་སྐུལ་ཡེ་ནི་མ་རེད། རྒྱལ་བ་རིན་པོ་ཆེ་གི་སོང་ནས་བྱུང་བ་དེ་བཞག་སོང་བ་དེ་བཞག་རང་བཙན་ཤེས་ཟེར་ནི་རེད་མ་རེད། རྒྱལ་བ་རིན་པོ་ཆེ་གི་སོང་ནས་བྱུང་བ་འདི་མོ་ཟེར་ནི་རེད་མ་རེད་གཏན་ནས་སིབ་ཡོད་ནི་མ་རེད་ཐུགས་བརྩེ་ཡོད་ནི་མ་རེད་སྐྱབས་མགོན་རིན་པོ་ཆེ་གི་དབུ་མའི་ལམ་འདི་ལ་རྒྱབ་སྐྱོར་ཡོད་ལས་ང་ཚོ་ད་ཁ་བསང་དེ་རང་ཞི་བའི་སྒོ་ནས་ན་དོན་འདི་ཐག་གཅོད་བྱེད་དགོས་གི་ཟེར་ལས་མང་པོ་གི་རྒྱབ་སྐྱོར་ཡོད་དགོས་ནི་རེད། ཡིན་ན་ལ་ད་དེ་མོ་གི་ལས་འགུལ་ཚིག་ཧོ་ལས་ཡོང་དུས་ད་སོ་ད་ཤི་གི་སེམས་ཁོང་ནང་ན་ད་ངོ་མ་གི་ཅིག་སྡུག་བསྔལ་ཆེན་པོ་ཟིག་སྐྱེས་གི་འདུག་ཟེར། ཡིན་ན་ལ་དེ་རིང་གསར་འགྱུར་གཅིག་བརྒྱུད་ལམ་འདེད་གཅིག་བརྒྱུད་ནས་བྱུང་བ་དེ་ཕྱིར་ངོ་མ་གི་ཅིག་སྲིད་ཏང་ནང་ཚང་མ་ཐམས་ཅད་པོ་ར་ཡང་ན་ཅིག་བཙོན་ཁང་ནང་ན་སྡུག་སྦྱོང་ཉུང་མགོ་ནོར་རུ་གྲགས་ཡང་ན་མི་ང་ཟིག་ཕྱི་ར་ཡོད་ཡོང་བའི་ཐུབ་ཀོ་མེད་ནོ་འདི་ཚོ་ཐམས་ཅད་པོ་ད་ཕྱི་ཟིར་ན་འཛམ་གླིང་གི་ད་གནས་ཚད་ངོ་མ་ཟིག་ལེགས་ཡོང་ནས་བྱུང་བའི་གནས་ཚད་ངོ་མ་ཟིག་འཛམ་གླིང་མི་མང་བདེན་དཔང་ལས་བཞུགས་རུ་གྲགས་རེད་ར་དྲང་བདེན་གི་སྒོ་ནས་བྱུང་བའི་གསལ་བསྒྲགས་ཟིག་ཡོད་རྒྱུ་ད་རང་རང་གི་རེ་བ་འདོད་པ་རེད་ད་ཡིན་ན་ད་འོ་ཡིན་ན་དེ་རེད་ད་ཡོང་ནས་བྱུང་དེ་ཕྱིར་ང་ད་ཕྱི་ར་ཡོང་ནས་བྱུང་དགོན་པ་ནང་བསྡད་བཞག་ན་དེ་རེད

བྱེད་རིགས་དག་པ་གི་རང་བཟོ་གང་ན་ཡོད་གི། ང་ཚོ་ངོ་མ་ཅིག་འདི་འདྲི་གི་ཅིག་སྐབས་ལས་མང་པོ་ཟིག་གི་འོ་ན་ད་གར་སོང་དེ་རང་ཚ་མི་འདི་མོ་ཟིག་ཉོན་དགོས་མོད་སྐབས་ཐོག་འདི་ད་རང་རང་གི་ཉི་ཚ་མ་ར་ཆི་ཟིག་རེད་ཟིག་ཐོག་ན་ད་ལབ་རང་དགོན་པ་གི་ནང་གི་གྲྭ་བ་ཟིག་རེད་རང་རང་དག་སང་བཟང་བའི་སོང་ནི་ཟིག་རེད་བཟང་བའི་སོང་ནས་བྱུང་བའི་ཤི་ར་ཡོང་ནི་ཟིག་རེད་ཡིན་ན་ཆི་ཟིག་རེད་ཟིག་ན་ཁོ་ཟོ་ངོ་དེ་ནས་རྒྱ་མི་ཁོ་ཟོ་ངོ་དེ་ནས་ནས་སྐད་ཆ་དེ་འདྲི་ཅིག་བཤད་ཡོད་ཨོ་ང་ངོ་མ་གི་སེར་ཐང་ན་སེར་ཐང་ན་རེད་ཟེར་ང་མ་སི་ལ་ཤི་ར་ཡོང་རྗེས་ཟིག་ཡོད་ནི་ཆུང་དེ་ཟེར་ངའི་ཀ་ཅག་ཟིག་བཤད་ཐུབ་སོང་གི་ད་སོག་གི་བཟུང་ནི་ད་ང་རང་གི་མགོ་ཐོག་བ་ཡོང་ནོ་རི་ཏྲ་ང་རང་གི་གྲོག་གྲོག་གོ་རི་ཀ་རི་ཀ་རོག་པ་རི་ཀི་མགོ་ཐོག་བ་ཡོང་ནོ་ཚང་མ་ཐམས་ཅད་པོ་ཏཱ་ནི་འཛམ་གླིང་མ་མ་ང་བཟུང་ཟིག་གི་བདེན་དབང་ཡི་རྗེ་ཡིན་ཟེར་ངའི་རང་གི་བའི་སོག་མ་མ་ང་བདེན་དབང་ཡི་རྗེ་ཡིན་ཟེར་ངའི་ས་ཆར་རྗེ་ལི་མ་བཟུང་ཟིག་གི་འདི་བཤད་རྗེ་ཡིན་ཟེར་ངའི་ད་བཟུག་གི་མ་ཤི་ལ་མ་གི་ཟེར་ང་སོང་ནས་ཆོས་སོང་བས་རྙོག་དྲ་ཟེར་ན་མི་ཆོག་ཟེར་ཆོས་སོང་བས་འདི་མོ་ལེན་ན་མི་ཆོག་ཟེར་ད་འོ་ང་ཀ་ཅག་བཤད་ད་རི་བྲལ་ཡིན་ན་རི་བྲལ་ར་ང་རང་ག་སོང་བ་ངུ་མགོ་ཐོག་བ་ཡོང་ནོ་རི་བྲལ་ར་ང་སོང་ཟིག་གི་བཤད་ནོ་ར་ང་སོང་ཟིག་གི་འདི་མོ་ཡོང་ད་ང་ངོ་མ་གི་ཅིག་གི་སེམས་གི་སྟེང་ནས་བྱུང་ད་ཅིག་འདི་ཁོ་བ་འདིའི་ད་ཅིག་ན་ད་བ་གི་འདི་ཐུབ་ཚུལ་མེད་ཀི་འདི་ངའི་འཛམ་གླིང་མི་མང་འདྲ་ར་བའི་སྲང་མ་མང་ཚང་མ་ཐམས་ཅད་པོ་ངུ་མགོ་ཐོག་བ་ཡོང་ནོ་ངའི་གྲོགས་པོ་རི་གི་མགོ་ཐོག་བ་ཡོང་ནོ་ཚང་མ་ཐམས་ཅད་པོ་མ་ཤི་ལ་མ་གི་དེ་ནས་ད་ཀོ་ད་ངས་དེ་རང་ཅིག་བཤད་དགོས་ནོ་གི་རྒྱུ་མཚན་ན་ར་དེ་ཡིན་ཟེར་བྱུང

ང་ཚོ་ཨོ་ལིམ་ཕིག་གི་ཚོགས་སྟངས་ན་རི་ཀྲ་ན་ར་ཨོ་ལིམ་ཕིག་གི་ཚོགས་སྟངས་ན་ར་ཨོ་ལིམ་ཕིག་གི་ཚོགས་སྟངས་ན་ཚོང་ཚོང་བྱམས་ན་མ་གི་ཆེ་དོ་ན་མ་གི་སོང་ནས་ཅོང་ཏི་མོ་གི་སོང་ནས་ཅོང་ཏི་ཆེ་གི་དར་ཅིག་ཡིན་ན་མ་གི་ཆམ་ཆམ་ན་མ་གི་འདི་མོ་གི་མཛད་སྒོ་མང་ང་ཟིག་འོད་སྲང་མང་མང་ང་དེའི་རྒྱུན་ལྡིང་གི་འཚོ་བ་གི་ནང་ན་ད་འདི་མོ་གི་སོང་ཟིག་གི་ཡོ་ན་རི་ཀྲ་ར་གཅིག་ག་ལ་ཡི་གི་མི་འཇིག་ག་དེ་ཆེ་གི་ད་རེ་རེ་རེ་རེ་གི་ད་སོང་ནས་ཅོང་ཏི་ཆེ་གི་ད་མི་གཡོག་ནས་གི་གི་དེ་ཆེ་གི་ད་འོ་ཀ་ན་ཡོང་བ་མག་ཡོང་བའི་དལ་བཞོ་ནོ་གུ་ར་ན་ཚོ་ཡན་ཀྲན་གི་ར་ཀ་ན་ཆི་ཟི་རི་ཟི་ཏང་ན་འོ་ཀུ་ད་ཅིག་རྩ་གི་ལས་བཏང་ནས་བྱུང་ལ་ཁ་པོ་ལ་གོན་བཏང་ནས་མགོ་ཤ་གོན་བཏང་ནས་པོ་ལ་གོན་བཏང་ནས་ད་སོང་ནས་མག་སོང་ནས་འུ་སོང་ནས་བྱུང་ནས་ཇི་གི་ད་ཧྲ་ཟི་ལི་ཧྲ་ཟི་ལི་བྱུང་དེ་གུ་ད་འདང་ཟི་ཞོབ་ཏྲ་ཁོ་ཟོ་སྒྲ་ཡ་དེ་ཀ་རི་ཟི་ན་ད་པོ་མི་རི་གི་རེད་ཁོ་ཟོ་སྒྲ་ཡ་དེ་ཀ་རི་ཟི་ན་ད་ཟན་ཟན་ཁུ་ཚུ་གོན་གུ་ཉི་ག་རི་མ་རྟོག་པའི་དུས་ནང་ནས་ལས་འགན་གི་ནང་ང་ཞིག་བཏང་ནོ་གུ་ཉི་ང་འབའ་ཟེ་ཁ་ཤི་ཉོང་ཉོང་ཟི་གཏན་ནས་ཟིན་གུ་ནི་མ་རེད་བཟུང་ནས་བྱུང་བའི་དེ་སོགས་ཕྱི་ཟིག་ཤ་བཀོལ་མདོག་ནི་འོ་ལ་བཀོལ་མདོག་ནི་གཏུམ་མོ་ཟིག་གི་ཐོག་བ་ལྟ་བུའི་བཟུང་ནས་ད་ཉིན་བྱ་མ་སོང་ནས་དེ་སོང་ནས་ཧྲག་ཟིག་ནས་བྱུང་བ་དེ་སོགས་ན། ངོ་མ་ང་ཚོ་རང་གི་འོ་མི་རིགས་ཟིག་བཞིན་འདི་ད་སོགས་ཀྱི་སོགས་མི་རིགས་ཟིག་སྒྲ་རི་སོགས་འདི་ད་སོགས་རི་ད་འདིའི་སྡིག་མིན་འདི་ད་ཕྱི་ཟིག་ན་ད་གྲྭ་བ་གཅིག་པོ་མ་རེད་ད་ལས་བྱེད་པ་གི་ནང་ན་ཡོད་བ་རེད་ཕོ་མ་གི་ནང་ན་ར་ཡོད་བ་རེད་འོས་སམ་མང་མང་གི་ནང་ན་ར་ཡོད་བ་རེད། འོ་ད་བྱས་ཟིག་ག་སྲིད་གཞུང་འདི་མོ་བྱས་ཟིག་ག་རྒྱལ་ཁབ་འདི་མོ་བྱས་ཟིག་ག་མི་རིགས་འདི་མོ་བྱས་ཟིག་ག་ང་ཚོ་མི་རིགས་འདི་མོ་ཆུང་ཆུང་མི་རིགས་འདི་མོ་ཉུང་ཆུང་ཟིག་ག་ལ་ཁ་སོང་ནས་བྱུང་བ་ད་མདའ་བོའི་ལག་ལྕགས་བཟུང་ནས་བྱུང་བ་འུར་བཟུང་ནས་ད་སོང་ནས་ཐང་ཁ་ཁྲི་ལ་ཡོང་ནས་ད་སོང་ནས་བྱུང་བ་དེ་མི་ཚིག་ག་སོང་ནས་ད་ཕོ་ཆེ་རུ་ཡོང་ནས་དམག་སྟོང་ཁྲི་མང་ཡོང་ནས་ད་ཁ་སྐུ་རིགས་དེ་བཞག་ནས་བྱུང་ཟིག་ད་ཁ་མི་ཉན་ན་སོ་རྒྱུས་ཟིག་འོ་ད་འདི་མོ་ཟིག་ཁར་ཚང་དེ་རང་ད་ངོ་མ་གི་དུས་རིམ་ཉེར་གཅིག་པའི་སྐབས་འདི་འཛམ་བུ་གླིང་མི་མང་ང་ཁར་ཚང་དེ་རང་ཞི་བདེའི་ལམ་ཁ།

ཞལ་བཟང་ཟེར་བ་ཅིག་མ་ཐོན་ན་ད་གོ་ཕང་ཐབས་ཤིག་ཡོད་བ་མ་རེད་མ་གཏོགས་པའི་ཞལ་བཟང་འདི་མོ་ཟེར་བ་ཐོན་སོང་ན་ད་རང་རང་གི་སེམས་གི་ནང་ན་སྡུག་ཡོད་ནོར་འདྲ་རང་རང་ང་འདི་མོ་ཟེར་ཡོད་ལས་ཅུང་ཞིག་བཟོ་ལ་རེ་བཏང་ནས་ཡོང་ངོས་འདི་མོ་ཟེར་ཡོད་ནོར་འདིའི་རྒྱུ་མཚན་མེད་ཚུལ་པོ་ཏག་ཞིག་སྲ་བོ་སྲ་བོ་ཟིག་ད་ད་འཛམ་གླིང་མི་མང་ང་དྲི་དྲག་གིས་གོ་གི་འཛམ་གླིང་མི་མང་ང་ཁྱབ་དྲག་གིས་གོ་གི་འཛམ་གླིང་མི་མང་གི་ཤི་ན་ཟིག་གི་མི་ཚིག་གི་ད་ནི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཡིན་ན་འགྲོ་བ་མིའི་ཐོབ་ཐང་ཡིན་ན་བོད་དོན་རྒྱབ་སྐྱོར་ཚོགས་པ་ཡིན་ན་གཙོ་བོ་འདི་ཚོ་ཚང་མ་ཐམས་ཅད་པོ་བོད་ནང་གི་ཞིག་གི་གནས་ཚུལ་ངོ་མ་ཟིག་ཤེས་ན་ཇི་ལྟར་ན་རྒྱ་ནག་གི་མ་ལག་ཟུང་ཟིག་གི་འདིའི་ཐོག་ནས་འདི་ནས་མ་ལ་གནོད་ཤིག་ཟིག་དྲན་རྒྱུ། འདིའི་ནང་ནས་འདི་དམར་གསོད་ལས་དཀོན་ནོ་མཚམས་འཇོག་ཡོད་རྒྱུ། འདིའི་ནང་ནས་འཛིན་བཟུང་ལས་དཀོན་ནོ་འདི་མཚམས་འཇོག་ཡོད་རྒྱུ། དེའི་མི་ཚིག་གི་སོགས་ནས་བྱུང་བའི་ད་བོ་ཟུང་ཟིག་གི་ཞིག་ནང་ང་ཡོང་བའི་བ་གོ་མེད་ནོ་འདི་ཚོ་ཐམས་ཅད་པོ་འདི་ཚོ་མཚམས་འཇོག་ཡེ་ནས་བྱུང་བའི་དེ་ཞིག་གིས་རྒྱལ་བ་རིན་པོ་ཆེ་གི་སྐུ་འཚུབ་ཀྱང་ཉམས་གཅིག་ཏུ་ཡོང་ནས་བྱུང་བ་དེ་བཞག་གི་ད་ད་ཇི་ཁ་ཟིག་ཡིན་ཏེ་བྱུང་བ་དེ་བཞག་གི་འོ་དུད་འདྲ་རྒྱལ་བོའི་ཉིན་ཕུད་ཀྱི་སྒོ་ནས་བྱུང་བ་རྒྱ་དང་འོ་ལོད་གཉིས་ལ་ཕམ་པ་ཡོད་པའི་སྒོ་ནས་བྱུང་བས་ད་འགྲིག་མཐུན་ཡོང་ནས་རྒྱལ་བ་རིན་པོ་ཆེ་ཕྱི་ལ་གདན་འདྲེན་ཞུ་ཆོག་འདི་ད་ཕྱི་ཟེར་ན་ད་མང་ཚོགས་མང་ཟིག་གི་ད་རེ་བ་ལ་འདོད་པ་རེད། རྒྱ་མགོན་རིན་པོ་ཆེ་གདན་འདྲེན་ཞུས་ནས་ཕྱི་ལ་ཡོང་ཐུབ་སོང་བ་ཡིན་ན་འོ་རྒྱ་ཉི་ག་དུས་མཐུན་གི་སྒོ་ནས་ནད་དུག་འདི་ཐུག་ཆོད་སོང་བ་ཡིན་ན་ད་ཞི་བདེ་མི་ཡོང་ཅག་གཅིག་རེ་བ་མ་རེད། འོ་ད་ང་ཚོ་ཚང་མ་གི་ལྟ་གྲུབ་རྒྱལ་བ་རིན་པོ་ཆེ་དང་དབོན་ཆེན་རིན་པོ་ཆེ་རེད། རྒྱལ་བ་རིན་པོ་ཆེ་དང་དབོན་ཆེན་རིན་པོ་ཆེ་གཉིས་ཀ་མ་ལ་པིས་ནས་བྱུང་བ་དེ་བཞིན་གྱི་བྱུང་བ་མཐུན་སྒྲིལ་མ་ཡོང་བ་ཡིན་ན་ང་ཚོ་བོད་མི་ས་ཡ་གཅིག་ལ་མཐུན་སྒྲིལ་ཡོང་ས་སྐྱེ་ཡོང་བ་མ་རེད། འོ་ད་རྒྱལ་བ་རིན་པོ་ཆེ་མཐུན་སྒྲིལ་གྱིས་དབོན་ཆེན་རིན་པོ་ཆེ་མཐུན་སྒྲིལ་གྱིས་ང་ཚོ་ཚང་མ་འདི་མཐུན་སྒྲིལ་ཡོང་ནས་བྱུང་དོན་དག་འགྲིག་སོང་བ་ཡིན་ན་འོས་སམ་མང་མང་ཨ་ད་འདི་བཏང་ན་ད། ད་ལོ་གི་ཟླ་བ་གཉིས་པ།